མཁའ་འགྲོ་ལས་སྐྱོང་དམག་གིས་དེ་རིང་ཚན་བརྒྱད་སོ་སོ་སོ་སོ་ལ་དེ་གཏེར་གྱི་སྒྲོམ་བུ་དེ་ཚོ་ཕར་གཏད་པས། དེ་ལས་ཐོབ་པ་ཡིན་པས། ད་དེའི་སྐབས་སུ་ཨ་ནི་དབུས་ཀྱི་གཏེར་སྒྲོམ་འདི་ཀྱི་གཏེར་རྒྱ་མ་འཕྲོད་པ་འདི་ཉིད། དེ་གུ་རུ་རིན་པོ་ཆེ་ལ་བཀའ་བབས་པས། ཨ་ནི་དེ་བཀའ་རྒྱས་ཡིན་པས་བཀའ་རྒྱ་དག་གཙོ་བོ་ཆེ་མཆོག་པས་དེ་བཀའ་ཆོས་ཡོངས་སུ་རྫོགས་པ་འབད་མེད་དེ་གུ་རུ་རིན་པོ་ཆེ་ལ་བཀའ་བབས་གུ་རུ་རིན་པོ་ཆེ་གིས་ཨ་ནི་ཉམས་བཞེས་མཛད་དེ།

བདེ་ཞིང་སྐྱིད་པ་ཕུན་སུམ་ཚོགས་པ་ཡོང་ནི་དང། དེ་དེའི་ཤོག་ཁ་ལོ་འཛམ་བུ་གླིང་སྤྱི་སེམས་ཅན་ཐམས་ཅད་ལ་ཕན་བདེ་འབྱུང་བར་བྱ་བའི་ཆེད་དུ་ད་ལྟ་ནས་ཀྱི་ད་རིམ་གྲོ་ག་ཅི་སྦས་དགོས་ཡིན་ན་ས་སྐྱའི་ཡུམ་གྱི་ལྟེ་བའི་སྟེང་གོ་ཁྱིམ་ལ་འདོད་ཆང་བཞུ་བའི་སྐབས་སུ་ཏེ་རིན་པོ་ཆེ་གི་པར་རུ་སྐྱིད་ཆུ་ལུ། དེ་ནས་གུ་རུ་སྣང་སྲིད་ཟིན་ནས་ཐོག་ཚེས་མ་བྱས་ཤིང་དེའི་སྤྱན་སྔ་ལོ་དེ་ནི་ལོ་ཨ་ད་ར་མ་བྱས་པ་དཔལ་ཆེན་འདུས་པའི་གྲུ་ཆེན་ཚོགས་པ་ཅན་རྣམས་སེམས་ནས་ཤོང་ཟེར་བཀའ་གནང་བས་ཏེ་རིན་པོ་ཆེ་ཕོ་ར་ཀི་ར་དབུ་བཞུགས་བས་པའི་ཧ་ལམ་མི་ལོ་ཉི་ཤུ་རྩ་གྲངས་དེ་རྗེས་ཁོ་རང་གི་དབུ་ཆོས་པས་དཔེ་ཆེན་བསྡུས་པའི་སྒྲུབ་གཞི་གནང་མེད་པ། དེའི་སྐབས་སུ་གསུང་ཆོས་གནང་མིན་ཡང། ཐར་པ་གླིང་དང་ཉི་མ་ལུང་གྲྭ་ཚང། ནས་དུ་བྱོན་པའི་བརྡ་ཐོ་ཡང་ཁོང་རང་བྱོན་ཏོ། དེར་ཆུ་མ་དར་རིན་པོ་ཆེ་བཏིང་གདའ་སྟེ། དེ་ལས་ང་ཅི་སློབ་མ་འདི་ཚོ་གི་འཚོ་བ་པའི་ང་རྒྱལ་ཡང། ད་ལོ་ཨ་ཏར། ཨ་ཕི་གི་སྒྲུབ་གཞི་འདི་ལ་བཅར་པས་ད་ལོ་ཨ་ཏར། ལྟ་བུ་རྣམས་ལ་དཔེ་ཆེན་བསྡུས་པའི་སྒྲུབ་གཞི་འདི་ཉི་མ་བཅུ་གཉིས་ཀྱི་རིང་ལོ། ལྟ་བུ་ཚོགས་གནས་པའི་ཡང་ནི་བན་དེ་ཧ་ལམ་དང། བསྙེན་སྒྲུབ་བཏང་ཐོ་གསུམ་ལ་ཨིན་བེས་གནང་བ་མེད།